ད་ལྟའི་སྐབས་ང་ད་སྨྱོན་རྡོ་རི་རྒྱན་པོ་གསོན་པོ་བཀའ་ཟུར་ཞིག་བསྒྲིག་དགོས་ཞེས་འདུག་སྨྱོན་རྡོར་གྱི་རྒྱ་ནས་གསོན་པའི་ནང་དོན་བརྗོད་བྱ་ཚོགས་པོ་ཤོ་ལོ་ཀ་གཅིག་ཡིན་ན་ཡ་གཅིག་འདྲེས་འགྲོ། ཡ་ཤོ་ལོ་ཀ་ཁ་གཅིག་འདྲེས་འགྲོ་དེ་ན་ནང་དོན་པོ་བཀའ་ཟུར་ཞིག་ཡོང་དགོས་ཚུལ་འདུག་ཟེར་གིན་སོང་པ་དེ་ཚོགས་གསུམ་བསྒྲིག་བྱེད་སྲིད་ཀ། དེ་ནི་ངའི་ཚིག་ཁ་ཅིག་དེ་ནི་མ་སྤེལ་ར་མང་པོ་ཞིག་མིན་པ།

ཧ་གོ་བྱེད་ཞིག་ཡིན་ནོ། ད་སྨྱོན་འདོར་གྱི་རྒྱན་བརྗོད་རང་བའོ་ས་ངན་དང་མྱ་ངན་རོ་སྨྱོ་ན་སྨྱོན་བཟོད་སྨྱོན་པ། དེ་ནས་སྨྱོན་པ་གཟིགས་བར་འབོད་དེ་ནས་ཚིག་པོ་བཀའ་ཟུག་བྱེད་བཞོན་ནོ་ཟེར་ན་སྨྱོན་པ་ཟེར་ན་ད་དེ་བས་དོན་དག་པོ་ཡི་ག་གདགས་ས་དེ་ཚོགས་བྱེད་བཞོས་ཟེར་ནོ། ད། ཨི་གཟུགས་ཤིག་གི་ནང་འདྲེལ་དུ་ཡོད་ད་དོན་དག་ཐུག་ཤིག་ཡིན་ག་ཡིན་ནོ་སྨྱོན་པ་ཟེར་ན་དོན་ངོ་མ་བོ་ཡིན་ཐུག་ཤིག་ཡིན་ཡིན་ཡང་དེ་ནི་ཁོའི་ཧམ་ཧམ་པ་ཙོག་ཤིག་གི་ནི་ཏེའུ་མ་ནོག་ཟེར་གྱི། དཔེར་ན་ཟླ་བ་བསིལ་བའི་རང་བཞིན་ནི་ནོག་པ་ཟླ་བའི་དཔྱད་སླ་པོ་བསིལ་བའི་རང་བཞིན་ནི་ནོག། དེ་ནི་ཨོད་དཀར་བ་ད་དོན་དག་ཟླ་བའི་རང་བཞིན་བུ་དེ་གཟུགས་གཅིག་བསིལ་བའི་རང་བཞིན་བཅད་གླ་པོ་བསིལ་བའི་རང་བཞིན་ཨིན་བཞིན་དུ་དེ་ནི་ཟླ་བ་བསིལ་བའི་རང་བཞིན་མ་ནོག་ཟེར་ན། གསུངས་པ་དེ་ཙོག་ཞིག་དོན་ངོ་སྨྲ་བོ་དུག་ཞིག་ཡིན་ནང་དེ་ནི་མེ་ནོག་ཟེར་ཅེས་པོ། སྨྱོན་པ་ཟེར་མཁན་པོ་ད་ལྟ་དག་ས་སྨྱོན་དོར་གྱི་རྒྱན་ཟེར་མཁན་པོ་སྐྱིད་འོང་ཞེས་དེ་ནི་གསུམ། དགོས་དོན་པོ་ད་དེ་ཙོག་ཞིག་དེ་ནི་ང་དང།

ཉོན་རྡོར་གྱི་རྒྱན་འཛིན་གྱི་ནི་གསུམ་པས་ན་དབྱི་ཚོགས་ཀྱི་ཚིར་ཀ་བུན་སྤེ་ར་བུན་ཡོངས་གོ་ས་ཙིར་ཀའི་དེ་ནི་མ། གཞུང་ལུགས་ཅིག་བྱ་དེ་ཀག་ཕའི་སུམ་འབྲི་དང་ཁྲིམས་ཞིག་བྱ་དེ་ཀག་ཏའི་ཁྲིམས་པའི་ར་བ་ཙོག་པས་ན་ཨོ་དེ་བས་ན་འབྲི་དགོས་ས་འགྲོགས་དེ་མ་ནི་ང་དང་ཉོན་རྡོར་གྱི་རྒྱན་རྒྱུད་ར་མ་འགྲོགས། གསུམ་པ། དབྱི་ཀ་ཉོན་རྡོར་གྱི་རྒྱན་པ་དེ་ནི་ཀ། དེ་ནི་གསུམ་པོ་ནང་ལོགས་པས་ན་ཁག་ཙམ་འདུག་ཟེར་ན་དེ་ནི་ཆོས་ལ་ཉོན་རྡོར་ཟེར་ཏེ་ཡུལ་ལ་ཉོན་རྡོར་རང་བཞིན་ལ་ཉོན་རྡོར་ཟེར་གིན་པོ།

མཚན་ཉིད་ངོ་བོ་དགོས་དོན་འཛིན་ན། ཚིག་སོ་སོ་མ་ནི་སྤེལ་ར་གཅིག་ཅིག་ཡིན་ནོ། མཚན་ཉིད་བྲིས་ངོ་བོ་བྲིས་དགོས་དོན་བྲིས་འཛིན་ན། ད་སྔ་ལྟ། སྨྱོན་དོར་གྱི་རྒྱན་ནི་ཁོའི་དགོས་དོན་བུ་གཅིག་འདུག་ཟེར་ན། སྨྱོན་དོར་བདག་ནི་སྨྱོན་བྱས་ཟིན་ན་སྟོན་ཅན་ཅུང་ཟད་སྟོན་པ་དེ་ཡིན་ཟེར། ད་སྨྱོན་དོར་གྱི་རྒྱན་སྤེལ་ན། དེ་ལུགས་ཤིག་སྤེལ་ར་ཞིག་ཡོང་དགོས་ས་མཛད་རོགས་དེ་གསུམ་སྤེལ་ན་དེ་ལུགས་ཤིག་ཁྱེད་རང་སྙན་ངག་ཁང་པའི་དེ་ལུགས་ཤིག་བརྗོད་དེ་ཡོང་དགོས་ས་མཛད་རོགས། ཉོན་དོན་རག་ལས་ཤིག་ཉོན་བྱ་ན་ཟེར་ད་དོན་བརྗོད་བྱའི་དོན་དངོས་པོ་ཀ་གཟུགས་ཞིག་ཡིན། ཁོའི་ན་ཟུག་པོ་ཀ་གཟུགས་ཞིག་ཡིན་སྐམ་པོ་ཏེའུ་ཡིན་བཞིན་དུ་ཏེའུ་མེད་ནོག་ཟེར་ཏེ།

ཏོའི་ངོས་དབྱིན་བཞིན་དུ་ཏོའི་མན་འོག་ཟེར་ཏེ། ཤུགས་ལ། ཡང་ཁྱད་ཆོས་གཞན་གཅིག་དོན་གཞན་གཅིག་སྟེ་ནུས་པ་ཅུང་ཟད་ཅིག་དེ་ནི་ཚིག་པས་ན་ཡང་ཁྱེད་རང། གསུམ་པས་ན། དེ་ཚིག་རྐང་བཞི་ཡིན་ཡང་འདྲ་ཀ་གཟུགས་བཞིན་ན། དེ་བས་ན་ཏོའི་བརྗོད་དུ་ཡོང་དགོས་ཟེར་ཀྱང་གསུངས་པ་ཨོ་ཏེ་བ་གཅིག་འོག་ཟེར་ན། ཆོས་ལ་ཉོན་དོར་རྒྱན་ཟེར་དཀར་པོ་གསུམ་པོ་ཀ་གཟུགས་བྲིས་གོང་ས་ནོག་ཟེར་ན་ཨིས་པེ་ར་འོ་དེ་ཁྱེད་རང་གསུམ་པས་ན། ཁག་བཙན་བྱོལ་སའི་བྲིས་དུ་ཡོང་དགོས་ཟེར་ཀྱང་དེ་མ་ནི་ཁྱེད་རང་གསུམ་པོ། ཆོས་ལ་ཉོན་དོར་ཟེར་ཀ་ནི་རྒྱན་ནི་གསུམ་པས་ན་སླེབས་ཀྱི་མ་ནོག།

ཟླ་ལྔ་བོ་ཁྱེད་དེ་ན་ང་དང་གཡོག་པོ་ན་ཡི་ག་རྨོངས་པར་བྱེད་པ་ཀུན་ཏུ་རྨོངས་པར་བྱེད་པ་རྨོངས་པ་མི་ཞིག་དེ་སང་ཤུགས་ཆེན་མོ་རྨོངས་པར་བྱེད་པ་དེ་ནི་དྲེགས་པ་ང་རྒྱལ་དྲེགས་པར་བྱེད་པ་ང་རྒྱལ་བར་བྱེད་པ་སེམས་མེད་པར་བྱེད་པ་ཟེར་གྱི་འདུག་བ་ཨོ་ད་ལྟའི་ཟླ་ལྔ་པ་བོ་ཁྱེད་དེ་ན་ཁྱེད་ཆོས་སུ་ཁྱེད་དེ་ན་འདོད་པ་ལ་དགའ་རབ་བམ་ཆུ་ཡིས་བཀྱགས

འདོད་པའི་ལ་ལ་ཟླ་ལྔ་པ་ཞེས་པ་ཟླ་ལྔ་འདྲེན་ཚུལ་འགའ་རེ་ཡོད་ཀྱང་ཀུན་མཁྱེན་གཉིས་པས་བཞེད་པ་ལྟར་དྲེགས་པར་བྱེད་པ་ཟླ་ལྔ་བ་ཅི་ལོག་ཟེར་ན་འདྲེག་པར་བྱེད་པ་རྨོངས་པར་བྱེད་པ་ཀུན་ཏུ་རྨོངས་པར་བྱེད་པ་རྒྱལ་བར་བྱེད་པ་སེམས་མེད་པར་བྱེད་པ་དང། ད་གདུལ་དགའ་རབ་དབང་ཕྱུག་གོ་ཟླ་ལྔ་པ་ཞེས་སྐྱེ་བོ་ཀུན་ལ་སྤྱི་དང་ཡོངས་སུ་གྲགས་པ་ཡིན་ནོག་དེ་ད་བདག་ས་ཡི་ཁ་ཆོས་ལ་ཉོན་དོར་ཡིན་པ་ཁོ་བོ་ག་དེ་ཁ་ཆོས་སུ་མ་ཡིན་རྗེས་ཡིན་ནང་ཞུགས་ལ་འདོད་པའི་ལ་ཁད་དེ་ནང་ཟླ་སྟོང་གྲགས་ཡོད་ཟེར་ག་ཚོགས་ཤིག་ད་ཨོ་དེ་ཨོ་དེ་ནས།

འདུག་ག། རྩྭ་འདམ་ནང་ཟླ་བའི་འོད་དལ་བུས་བཞུགས་ག་ནས་ལོ་ཅོག་གི་སྤྲིའི་བཞོན་པ་སྤྲིའི་བཞོན་པ་ཟེར་མཁན་པོ། སྔོན་བྱོན་དེ་ན་ལུང་གི་མིང་བཞིན་ནོ། ཨོ་དེ་ཚོ་བས་ང་ད་སྔོན་བྱོན་དེ་མིང་ཚིག་པོ་ཡིན་ན་གོ་ནམ་རྒྱུན་ང་ད་ང་ད་ཅི་བྱོན་ནོ་ཨ་འབའ་ཤ་ཙོག་པོ་ཉུང་བ་རིགས་སྔོན་བྱོན་དེ་ན་མིང་གི་རྣམ་གྲངས་མང་པོ་བཤད་ཐུག་ཀྱང་ལྟེ་བ་བཀོལ་དེ་དྲན་ན་སོ་མོ་ཉན་པོ་བྱེད་ནོ།

གསུངས་པ་ཁྱེད་རང་ཨི་ལོ་ཅོག་ཨི་ཡོད་རྩ་འདར་ནང་ཟླ་བའི་འོད་སྣང་སྤྲིན་གཞོན་པ་ལུང་སོགས་ཁྱེད་རང་སྲིད་ལུས་རང་བཞིན་མ་ནོར་འོག་ཏུ་སྟེ་མེའི་རང་བཞིན་སྤྲོ་བ་སྟེ་གཞན་གྱི་ངོ་ནས་ཡང་འདོད་པ་ཤུགས་ཆེན་པོ་མ་ཡོང་ག་ནི་མིའི་ངོ་ན་སྲིད་པ་ཡིན་ནོ་འོག་ཏུ་སྟེ་གསུངས་པ་བཟང་ངོ་མ་བཅོས་ན་ཀོ། རྩ་འདར་ནང་ཟླ་བའི་འོད་ཟེར་སྣང་དེ་ནས་ལོ་ཅོག་གི་སྤྲིན་ལུང་སོགས་ཁྱེད་རང་རང་བཞིན་ནི་སྐར་ཆའི་བླ་སོགས་ཁོའི་རྣམ་སྨིན་སྣང་དེ་སྲིད་ལུས་རང་བཞིན་ཡིན་ནོ།

ཨོ། ཁ་ཁ་ཅིག་གིས་དེ་ནི་གསོན་པོའི་སྐད་དེ་ནི་ང་ད་སྡུག་རིང་བསམ་བློ་བཏང་བྱས་ཟེར། དེ་ནི་ལྟས་ཅི་གའོ། རྒན་ལ་ཆ་ཅིག་ཟེར་བས་ངའི་ཡི་ག། གསོམ་ཁ་ཅིག་བཞུས་ཟིན་ལྟོས་ཕས་བཞུས་ཟིན། ད་པོད་ཁ་སྤེ་ཅི་མོ་འདུག་ཟེར་ན། ཟུར་པོད་ངལ་དན་ལག་པའི་ལ་དེ་ཉིད། ཟུར་པོད་ངལ་དན་ལག་པའི་ལ་དེ་ཉིད། མུ་སྟེགས་བྱེ་བ་སྟོང་གི་ལོ་གྲོས་ལ། མུན་པའི་ངོ་སྤོ་གསར་དུ་བྱིན་པོ་ཏེ། གཞན་དུ་ཤེས་རབ་གསལ་བའི་ལ་བཞི་གྲགས། ད་ཁོང།

འདུག་གཟུར་སྤུ་ལྔ་པ་ལག་པས་ལག་ཁྱེར་དེ་ནང་མུ་སྟེགས་སྐྱེ་བ་སྟོང་གི་ལོ་སྤྲོ་ལ། ད་མུ་སྟེགས་པ་དགོ་ནས་ད་ཁོང་གི་ལོ་སྤྲོ་སོག་པོ་ཅིག་རྒྱག་ཟེར་ན་ཁོ་རང་ངོ་ནས་ནམ་ཆོས་དེ་ཐོབ་གང་ཙོག་པོ་ཡིན་ནོག་ད། ད་ལོ་སྤྲོ་ས་མེད་འགྲོ་བ་ཡི་ནང་ད་ཁོ་རང་ཚོ་ལ་ནམ་ཆོས་ཙོག་པོ་མི་རྟག་པ་ལ་རྟག་པར་འཛིན་པ་སྡུག་བསྔལ་ལ་བདེ་བར་འཛིན་པ་བདག་མེད་ལ་བདག་ཏུ་འཛིན་པ། ཨོ་ད་ཙོག་ཨོ་དེ་ཙོག་གི་ལོ་སྒྲུབ་ད་ཞབས་ཀྱང་དགོན་ལ། ད་རྗེ་བཙུན་འཇམ་དཔལ་ཨེ་ཏེ་ནི་ཅི་ནོག་ཟེར་ན་ཁོང་སྨྲ་ནས་ཁོང་ཤེས་རབ་པོ་སྨྲ་དབང་ཐིབ་བཅུག་ག་འཇིག། ད་ཁོང་ཤེས་རབ་སྨྲ་ས་ཐོག་མུན་པའི་ངོ་སོ་ཨང་བ་ས་ལ་རྫ་ཐོག་ཟེར་ཏེ་དེ་ནི་རྗེ་བཙུན་འཇམ་དཔལ་ཨེ་ཀྱེ་ལ། རྗེ་བཙུན་འཇམ་དཔལ་པོ་མུན་པ་སལ་ཀན་མ་ནོག་པ་ཤེས་རབ་སལ་ཀན་ནོག་པ་ད་དོན་ད་ཁོང་མུན་པ་སལ་ཀན་ཡིན་ནོག་ཟེར་ཏེ་ཁོང་ཨེ་ཀྱེ་ལ་པོ་ག་དོན་ངོ་ཟིན་གྱིན་དུ་ཏེའུ་མ་ནོག་ཟེར་ཅེས། ད་ཡིས་དགོས་ན་དེ་ནི་མི་རྟག་པ་ལ་རྟག་པ། མི་རྟག་པ་ལ་མི་རྟག་པ་སྡུག་བསྔལ་ལ་སྡུག་བསྔལ་བདེ་བ་ལ་བྱིས་བློ། བདག་མེད་ལ་བདག་ཏུ་འཛིན་པའི་འོ་དོ་ཟོས་ལྟ་བའོ། དེ་ནས་ཁོང་གསུང་བ་རང། དེ་ནི་མུ་སྟེགས་ཅན་སྔོན་ཁྱེད་ལྟ་ན་མ་གནས་པའི་ཡང་ཁོ་རང་བོ་ནི་ལྟ་བས་སངས་སོ་སོ་ཞིག། ཁོ་རང་བོ་ལྟ་བ་པ་དེ་ཚོས་ཐིབས་ཆག་ག་འཚོགས་ཤིག་འོ་དོ་ཟོས་མུན་པའི་སྔོན་པོ་གསར་དུ་བཅིངས་པ་དེ། ཡིན་ནང་གཞན་མ་དངོས་ནས་དངོས་ལ།

ལྟ་ཅི་ནུབ་ཟེར་ན་ཤེས་རབ་གཏེར་སྒོ་བརྒྱད་བཅས་དཔེས་དགེ་བའི་བཤེས་སུ་ཡོངས་སུ་གྲགས། སྟོན་གྱི་བདག་ཉིད་འདི་ནི་གཞན་ལོག་པར་སྨྲ་བ་ཉིད་དུ་ངེས་ཟེར་ཏེ། སྨྲ་ནི། ཧྲ་འདྲེ་དང་ཟེར་ནོ། ཅི་དང་ཟེར་ནོ་ཟེར་ན། ལྟ་དགེ་བའི་བཤེས་གཉེན་ནི་ཤེས་རབ་བཤེས་གཉེན་ནི་བྱེད་ལས་སུ་ལྟ་ཅི་ནུབ་ཟེར་ན་ངོ་སྨྲའོ་ཅི་ན་ཤེས་རབ་ཀྱི་སྒོ་ཕེ་ཀན།

ད་དེ་ནས་རང་བཞིན་ལ་སྐྱོན་མདོར་གཟིགས་ཀན། ཁོའི་གནས་བཅར་བོ་བཀའ་གཟུགས་ཅིག་ཡིན། ཏེའུ་ཡིན་བཞིན་དུ་ཏེའུ་མ་ནོ་འོག་ཟི་ཏེ། དེ་ནས་ཤུགས་ལ་ཡང་སྤེ་ར་གཞན་ཅིག་འཕང་བྱེད་སོགས་པོ་རང་བཞིན་ལ་སྙོན་མདོར་མཛད་ན་ད་ལྟའི་ཚོགས་ཞིག་གསོམ་བཞིག་ཡོང་གོ་སི་ཀྱག་ད། ད་རེ་ང་ལ་བཞུགས་ཀ་ནས་ངའི་སྙོན་མདོར་རྒན་སྐྱེ་བོང་སི་གོ་སྟོན་བོ་བཀའ་གཟུགས་ཅིག་བཞུགས་ན་ད་ཡི་རེ་རེ་རེ་རེ་དཀའ་དེ་དམིགས་བསལ་མ་སྤེ་ར་མང་པོ་ཞིག་མ་བཞུགས་ན་འགྲིག་ཅེས་འདུག།

ཨོ་ཏོ་གེ་དེ་ན་རང་བཞིན་ནི་ཉོན་རྡོར་གཟིགས་ཀ་ནི་གསོན་པོ་ཏོ་ཡིན་ཀྱང། ད་ཡིད་ཀ་ལོ་དཔོན་དབྱུག་པ་ཅན་ནི་ཅི་བྲིས་འདུག་ཟེར་ན། བདུད་རྩིའི་ཟག་པའི་ཨོ་རྩེར་ཅན། བདུད་རྩིའི་ཟག་པའི་ཨོ་རྩེར་ཅན། ཟླ་བ་བཞེས་པར་བདག་ཅག་འདོད། དོན་གྱིས་བདག་གིས་འདི་ནི་གཞན། དུག་ཟག་གཟེར་དང་ལྡན་པ་ཉིད། ཟླ་བའི་རང་བཞིན་ལ།

འདུ་བ་བདུད་རྩིས་བཟགས་པའི་འོད་ཟེར་ཅན་གྱི་ཟླ་བ་བཞི་འཇིག་རྟེན་ན་བཀྲགས་ཤིང། བདག་ཅག་ཀྱང་འདོད་མོད། དོན་གྱིས་བདག་ཅག་འགྲོ་ལྡན་རྣམས་ལ་ཟླ་བ་བསིལ་བའི་རང་བཞིན་ཅན་མ་ཡིན་པར། དེ་ལ་གཞན་དུ་བཟགས། དུག་བཟགས་པའི་འོད་ཟེར་དང་ལྡན་པ་ཡིན་ནོ་ཟེར་ཏེ་དེ་ནི་ཟླ་བ་རང་བཞིན་པ། སྨྱོན་ཏེ་བཤད་དེ་ནོ།

སོ་ཕག་རང་བུ་མོ་གདོང་ཁོད་རང་བཞིན་པའི་སྐད་ཅིག་སྐྱོན་ལྡན་ནོ། རང་བཞིན་བུ་བུ་མོའི་རང་བཞིན་བུ་གདོང་ཁོད་དེ་བུ་མོ་བུ་ལྡེ་མོ་རྒྱག་པ། ཡིན་ནའང་ད་ཁྱེད་རང་བུ་མོ་བུ་གདོང་བུ་ལྡེ་མོ་ངོ་མ་མ་ནོག་གི་རང་བཞིན་མ་ནོག་ལྟོས་ག་ནས་མ་ནས་པ་ང་ད་ག་བུར་བཙོག་ད་སྡང་དེ་མེད་ཀ་བཅུག་བསམ་པའི་ཨོ་ཏི་བཙོག་བཅུག་བཅུག་ག་ནས་ནོག་ཟེར་དུས།